ད་ལྟ་དེ་རེད། བཙན་བྱོལ་སྤྱི་ཚོགས་ནང་ལོགས་ལ། ཨ་ནི། རང་བཙན་གྱི་སྐོར་ལ་སྐད་ཆ་བཤད་བ་ཡིན་ན་ར་སྐད་ཆ་དྲང་པོ་བཤད་ན་ད་དེ་ཚོ་ལ་ཅིག་མ་ཉེས་ཁ་ཡོད་བྱས་ནས་ནག་པོ་བཟོ་བཟི་བྱེད་ཀྱི་འདུག། ཨ་སུ་ཡང་གི་བཀའ་མོལ་དེ་ད་དངོས་ཡོད་གནས་ཚུལ་འདྲ་བོ་ཅིག་ལོ་རྒྱུས་ནང་ལོགས་ལ་ཆགས་བསྡད་ཡོད་རེད་ལྷག་པར་དུ་ད་ཉིས་སྟོང། བཅུ་གསུམ་བཅུ་བཞི་དང་དེའི་ཡང་ལ་ཞེས་རག་གི་དངོས་གནས་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཨ་ནི་ད་མཐོ་ས་ནས་དཔེར་ན་ཆ་བཞག་པ་ཡིན་ན་སྔོན་མ་གྲོས་ཚོགས་གཅིག་གི་སྐབས་ལ་སྐུ་ངོའི་སྤུན་པ་ཚེ་རིང་གྲོས་ཚོགས་ཚོགས་གཙོ་གནང་བའི་སྐབས་ལ་ང་ཚོ་འཇམ་དབྱངས་ནོར་བུ་ལགས་ཀྱིས་ད་དོན་གྲུབ་ལྷ་དར་གྱིས་དེ་ནས་ཀརྨ་ཆོས་འཕེལ་གྱིས་ད། བཟོ་ཁང་སྐར་མ་རྒྱ་མཚོ་བཅས་ཚེ་དབང་རིག་འཛིན་བཅས་ད་དེ་འདྲ་བྱས་ནས་མི་ཁ་ཤས་ཅིག་གི་མིང་གྲུ་ཚོགས་ནང་ལ་མི་དྲུག་བདུན་ཅིག་གི་མིང་གྲུ་ཚོགས་ནང་ལ་ལ་མ་གཏོང་བྱས་ནས། ཨ་ནི་དེ་སོགས་ཀྱིས་རྒྱལ་བ་རིན་པོ་ཆེ་གི་དགོངས་པ་དཀྲོགས་བྱས་ནས་རྒྱལ་བ་རིན་པོ་ཆེ་དགུང་ལོ་བརྒྱ་དང་བཅུ་སོང་སྟེ་དགུང་ལོ་བརྒྱ་དང་བརྒྱའི་བར་དུ་ཉུང་འཕྲི་བྱས་རེད་ལབ་བྱས་ནས་ད་གྲུ་ཚོགས་ནང་ལ་བཀའ་མོལ་དེ་འདྲ་ཅིག་ཁྱི་ཡོང་བ་རེད། དེ་ཁྱི་བྱས་ནས་སྐབས་དེ་དུས་ཀྱི་གྲུ་ཚོགས་ཀྱི་ད་ལས་རིམ་དེ་སོགས་ལྟེ་བ་ཡིན་ན་ད་ང་ཚོ་མཐོང་ཡ་ཡོད་རྒྱུ་དེ་རེད་གྲུ་ཚོགས་ནང་ལོགས་ལ་མི་དེ་སོགས་ཀྱི་ཐོག་ལ་ད་རིག་གནས་གསར་བརྗེ་ནང་བཞིན་གྱི་ད་གང་ད་དགག་པ་རྒྱབ་ཡོད་རེད། དེ་རྒྱལ་བའི་རྒྱུ་མཚན་གྱིས་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ལྟ་གཞི་རན་མང་ཚོགས་ཀྱི་ནང་ལོགས་ལ་ཞི་བ་གཅིག་གི་འཕྲོག་ཐུབ་པ་དང་ནི། མི་དེ་ཚོ་གི་ནང་མི་དང་བཅས་པ་ལ་ལྟ་དཀའ་ངལ་ཞི་བ་གཅིག་འཕྲད་ཡོད་རེད་གང་ལྟར། ད་དེའི་ནང་ལོགས་ལ་སོ་སོ། དངོས་སུ་ཡོད་པའི་ཆ་ནས། ད་དེའི་གནས་སྟངས་དེ་ང་ལ་གང་ལ་གང་འཚམ་གྱི་ཉམས་མྱོང་ཡོད་རེད། ད་དེ་འདྲ་བྱས་ཡོང་བའི་སྐབས་ལ། ལྟ། སྤྱི་ཚོགས་ནང་ལོགས་ལ་འཕྲོག་ཞི་བོད་ཀྱི་ཐེབས་ཡོང་བའི་སྐབས་ལ་ཡང་དེ་རྗེས་དེ་ལ། སྐུ་ངོ་སྲིད་སྐྱོང་མཆོག་དང་བར་དན་ཚོགས་གཙོ་མཆོག་རྒྱ་བ་རིན་པོ་ཆེ་རྩ་ལ་འགྱེལ་ཧ་བཅར་ནས་ཡང་གཟིམ་ཆུང་ནས་མ་ཕེབས་ནས་གྲོས་ཚོགས་ནང་ལོགས་ལ་ཡང། བཀའ་མོལ་ག་རེ་གསུངས་ཡོད་ཟེར་ན་དགུང་ལོ་ཉུང་འཕྲི་ཆགས་ཡོད་དེ་སྐུ་ཡི་འཕྲོག་བརྟེན་དང་དེ་སོགས་ཀྱི་གནས་སྟངས་གི་རེད་འདུག་མ་གཏོགས་ནི་ཅི། དགོངས་པ་ཚུམ་ཡག་དང་དེ་འདྲ་རེད་མི་འདུག་ལབ་ཅིག་ནས་གང་ལྟར་སྐད་ཆ་གོང་འོག་གཉིས་མ་མཐུན་བ་ཀྱི་སྐད་ཆ་ཅིག་ཤི་ཡོད་རེད་ད་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་དེ་འདྲ་གི་གནས་ཚུལ་བྱུང་ཡོད་རེད། དེ་འབྲེལ་གྱི་སྤྱི་ཚོགས་ནོར་ལོག་ལ་སྐད་ཆ་བྱུང་རྗེས་ནས་ད་མི་སྒེར་ལ་དཀའ་ངལ་འཕྲད་ཡ་དེ་སོགས། མི་སྒེར་སོ་སོ་གི་ཁྱིམ་ཚང་ལ་བསམ་བློ་གཏོང་ན་ད་དངོས་གནས་ཀྱི་ཧང་སངས་ཀྱི་དཀའ་ངལ་ཆེན་པོ་རེད། སྤུ་གུ་ལོ་གསུམ་བཞི་བྱེད་རྒྱུ་ནི་ད་གང་འདྲ་དཀའ་ངལ་འཕྲད་ཡོད་རེད། ད་དེའི་དཀའ་ངལ་གྱི་ནོར་ལོག་ལ་སོ་སོ་ཡོད་པའི་ཆ་ནས་སོ་སོས་ཧ་གོ་གི་ཡོད་རེད། ཡིན་ན་ལེ་སྐབས་དེ་དུས་ངས་ག་རེ་ཞུ་རྒྱུ་བྱུང་ལབ་ན་ང་རང་གི་གཡས་གཡོན་དང་ཨ་ནེ་བཅས་ང་རང་གི་ད་དགའ་ཉེ་སྤུན་མཆེད་དེ་སོགས་ལ་ད་ཞི་བ་བཅས་ཀྱི་དེ་སྐོར་ལ་ཚོར་བ་རྣོན་པོ་བྱེད་དགོས་ཀྱི་མ་རེད་ཅེས་མ་གོ་བའི་རྒྱུ་མཚན་ག་རེ་ལབ་ན་ང་ཚོ་འཐབ་རྩོད་བྱེད་ཉེ་གི་རེད་རྒྱལ་ཁབ་ཅིག་གི་ཆེད་དུ་འཐབ་རྩོད་བྱེད་དགོས་རེད་རྒྱལ་ཁབ་ཀྱི་འཐབ་རྩོད་ཀྱི་གདོང་ལོག་ལ། མི་ག་ཟེ་དང་ག་ཟེ་གི་སྲོག་གཏོང་ཚར་རེད་མདོ་དབུས་ཁམས་སྲུང་བ་ནི་བོད་རང་བཙན་སླར་གསོ་གི་ཆེད་དུ་མི་འབུམ་ཕྲག་མང་པོ་གི་སྲོག་བློས་གཏོང་བྱས་ཚར་བ་རེད། ཉེ་བའི་ལོ་རྒྱུས་ཀྱི་ནང་རང་ལ་རྒྱལ་སྤྱིའི་དཔའ་བོ་ཐུབ་བསྟན་སྔོན་འགྲོ་ནས་མ་བརྩིས་བ་ནི་མི་བརྒྱ་དང་དྲུག་ཅུ་ཡིན་མིན་བཅས་ཀྱི་བོད་རང་བཙན་དང་བོད་རྒྱལ་ཁབ་དང་རྒྱ་བ་བཞི་ནོར་བུ་དང་བོད་ཀྱི་ཆེད་དུ་གང་ལྟར་རང་ལུས་མེ་ལ་བསྲེགས་བྱས་ནས་ད་ལོའི་སྟོང་གནང་ཚར་བ་རེད། དེ་སོགས་ལ་བསམ་བློ་གཏོང་ནས་ང་ཚོ་ནང་མི་གཅིག་ལ་དཀའ་ངལ་འཕྲད་ཡག་དང། མི་བྱེ་བྲག་པ་གཅིག་ལ་མིང་རྗེས་བཟོ་ལ་ཡག་དེ་སོགས་ག་གེ་མ་རེད། དེ་ལུས་སྟོང་བྱེད་རན་ཡོད་རྒྱུ་གཅིག་རེད། དེ་སོགས་ཁའི་ཚོར་བ་ནོར་པོ་དགོས་གི་མ་རེད། ང་རོ་སེམས་པ་གཏིང་ནས་སོ་སོ་སོ་སོ་ལ་ཡང་སློབ་གསོ་རྒྱག་དང་བསམ་བློ་གཏོང་འདོད་དེ་ཡིན། སོ་སོའི་དགའ་ཉེ་སྤུན་མཆེད་ཚོ་ལ་དེ་ག་རང་བཤད་མྱོང། ཡིན་ན་སོ་སོ་ལ་སྐབས་དེ་དུས་ཀྱི་བློ་ཕམ་ཤུལ་དང། ག་རེ་ལབ་དགོས་རེད་ད། སེམས་ཁྲལ་ཆེ་ཤོས་དེ་ག་རེ་བྱུང་སོང་ལ་ནི་མི་དེ་སོགས་ཀྱིས་དེ་འདྲའི་འདྲ་བོ་ཤེས་ཀྱིན་ནས་རྒྱལ་བ་རིན་པོ་ཆེ་གི་མཛད་པར་ཕྱི་གླིང་ལ་ལྟ་དངོས་གནས་ཀྱི་དཀའ་ངལ་བཟོས་བ་ཅིག་དང་ལོ་རྒྱུས་ནང་ལོགས་ལ་ལྟ་སྟངས་ལོགས་ཀ་ཅིག་བཟོས་བ་དེ་ང་དཔེ་མི་སྲིད་བློ་འཚབ་དང་བློ་ཕམ་ཡོད། དཔེར་ན་ཆ་བཞག་པ་ཡིན་ན། ང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མི་གཅིག་གཉིས་མ་རེད་དེ་འདྲ་གི་གོང་འོག་མང་པོ་བྱས་ལ་དེ་འདྲ་གི་བཀའ་མོལ་གནང་བསྡད་ཉིན་ཡོད་བ་དེ། རྒྱལ་བ་རིན་པོ་ཆེ་གི་བཀའ་ལྟར་དགོངས་པ་རེད་ལབ་བྱས་ནས་སྤྱི་ཚོགས་ནང་ལོ་དུམ་བུ་གཏོང་ཡ་དེ། ནང་མི་གཅིག་ལ་ཆ་མཚོན་བ་ཡིན་ན་བུ་ཕྲུག་གཅིག་ལ་ཆ་མཚོན་བ་ཡིན་ན་སོ་སོའི་ནང་གི་ཕྲུ་གུ་གཅིག་གིས་ག་རེ་ལབ་དགོས་རེད་ཟེར་ན། ང་ཨ་ཕ་ལ་དགའ་ཤོས་བྱེད་ངེས་དེ་ང་ཡིན། ཁྱེད་རང་ཚོ་ཨ་ཕ་ལ་ཕ་ཡང་དགའ་བོ་ཡོད་མ་ཨ་ཕ་གིས་ཡང་ཁྱེད་རང་ཚོ་ལ་ཚོ་དགའ་བོ་ཡོད་མ་རེད་ལབ་བྱས་ནས་ནང་མི་ནང་ལོག་ལ་བུ་ཕྲུག་དང་ཨ་ཕ་བར་ལ་དབྱེ་བ་འབྱེད་ཡ་དང། ནང་མི་དུམ་བུ་གཏོང་ཡ་གི་གནས་སྟངས་དེ། ཨ་ཕ་དེ་ལའང་དགོས་ཡ་ཆེ་མ་རེད་ནང་མི་དེ་ལའང་དགོས་ཡ་མ་རེད་བུ་ཕྲུག་དེ་ཚོ་ལའང་དགོས་ཡ་ཆེ་མ་རེད། དེ་ནང་བཞིན་ང་ཚོ་བོད་དེ་ཁྱིམ་ཚང་གཅིག་དང། སྤུན་ཟླ་གཅིག་པ་གཅིག་ཡིན་པའི་རྒྱུ་མཚན་གྱིས་ང་ཚོའི་ནང་གི་ཨ་ཕ་འདྲ་བོ་དེ་རྒྱ་བ་གཞིས་ནོར་བུ་རེད། རྒྱ་བ་གཞིས་ནོར་བུ་དེ་ང་རང་གིས་ངོས་འཛིན་བྱེད་ཡ་ལ་ཨ་ཕ་ཡག་པོ་གཅིག་དང་བློ་རྒྱ་དང་རྣམ་དཔྱོད་ཡོད་ཅོག་གི་ཨ་ཕ་གཅིག་དང་དབུ་ཁྲིད་གཅིག་ལ་ངོས་འཛིན་བྱེད་ཀྱི་ཡོད་མ་གཏོགས་བུ་ཕྲུག་ནང་སྒོ་ལ་དབྱེ་འབྱེད་བྱེད་དེ་ཉེན་གཅིག་དང། གོས་སོ་དོག་པོ་གཅིག་ལ་ངས་ན་བའི་ངོས་འཛིན་བྱས་མ་མྱོང་ང་རང་འདྲ་བོ་བྱིན་ན། ཡིན་ན་ལ་སྐད་ཆ་དེ་འདྲ་བཤད་ནས་དབྱེ་འབྱེད་བྱས་བསྡད་ཀྱིན་འདི་སོག་གི་རྒྱལ་བ་རིན་པོ་ཆེའི་དབྱེ་འབྱེད་བྱས་བསྡད་ཉིན་ཡིན་ཆོག་ཅིག་ཤོག་སྒྲུབ་དགོས་འདུག་བ། དེ་དངོས་གནས་ཀྱི་བློ་འཚབ་སྐྱེ་དགོས་བ་དང་བློ་ཕམ་དགོས་བ་གི་གནས་སྟངས་བཅས་ལ་ང་རང་གིས་ངོས་འཛིན་བྱེད་ཀྱིན་ཡོད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོ་བུ་ཕྲུག་ཡག་པོ་ཞིག་བྱེད་ཡ་ཡིན་ན་རྒྱལ་བ་རིན་པོ་ཆེ་དང་ང་ཚོ་པ་རུ་ལ། ང་ཚོ་གི་དངོས་གནས་ཀྱི་འགན་ཅིག་ཁྱི་དགོས་ཀྱི་ཡོད་ན་ནང་གི་བུ་ཕྲུག་ཡག་པོ་ཅིག་ཡིན་ན་ད་སོ་སོའི་ཨ་ཕ་དེ་ལོ་རྒན་གོ་ཆ་བའི་སྐབས་ལ་བློ་བདེ་བོ་བྱེད་བྱེད་ནས་གཞོགས་ཐུབ་ཡག་ཅིག་བཟོ་དགོས་བ་དེ་གལ་ཆེན་པོ་རེད་བློ་བདེ་བོ་བྱེད་ནས་གཞོགས་ཐུབ་ཡག་ཅིག་བཟོ་ཡག་ཡིན་ན་ནང་དེ་རྡོག་རྩ་གཅིག་རེད་མཐོན་པོ་འཁྱམ་པོ་ཡར་རྒྱས་འགྲོ་དགོས་བ་རེད་མ་གཏོགས། ཨ་ཕ་དེ་གི་མིང་ཁྱི་བྱས་ནས་ནང་དུ་དུམ་བུ་སྟོང་ཁ་དར་བཟོ་དབྱེ་འབྱེད་བྱས་བསྡད་པ་ཡིན་ན་ཨ་ཕ་དེ་བློ་བདེ་གི་མ་རེད། ཨ་ཕ་དེ་ལ་དགོས་ཡ་ཡི་མ་རེད་ནང་མི་དེ་ལ་དགོས་ཡ་ཡི་མ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་བར་ལམ་བཅས་ལ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་མི་ཁ་ཤས་བཅས་ཀྱིས་རྒྱལ་བ་རིན་པོ་ཆེ་ལ་དད་པ་ཆེ་ཤོས་དེ་ང་ཡིན་ང་དང་ང་ཚོ་ཡིན་ཁོ་དང་ཁོ་ཚོ་རྒྱལ་བ་རིན་པོ་ཆེ་ལ་དད་པ་ཡོད་མ་རེད། ག་རེ་བྱས་ནས་ཁོང་ཚོའི་རང་བཙན་རྩོད་གི་ཡོད་རེད། ད་དེ་འདྲ་གི་བཀའ་མོལ་བྱས་ནས་བསྡད་པ་རེད་བ། དེ་སུའི་གྲས་དེ་དངོས་གནས་བསམ་བློ་གཏོང་བ་ཡིན་ན་ད་སྐྱབས་མགོན་ཡིད་བཞིན་ནོར་བུ་ལ་དོན་དག་གི་ཆ་ནས་ད་མཛད་དགའ་བཟོས་རྒྱུ་གཅིག་ལ་ང་རང་གི་ངོས་ནས་མཐོང་བསྡད་ཀྱི་ཡོད། དེ་འདྲའི་ལབ་བདེ་ཉན་གྱི་མི་དེ་ཚོ་གིས་རྒྱ་བ་རིན་པོ་ཆེ་ལ་དགའ་ཤུས་དང་དད་པ་ཆེ་ཤུས་དེ་ང་དང་ང་ཚོ་རེད། ཁོ་དང་ཁོང་ཚོ་མང་པོ་ཅིག་གིས་རྒྱ་བ་རིན་པོ་ཆེ་ལ་ཁ་གཏོང་གི་འདུག་ལབ་དུས་ཙམ་པ་ལ་རྡོག་རྡོག་རྒྱ་བ་རིན་པོ་ཆེ་ལ་རྒྱབ་སྐྱོར་བྱེད་ཉིན་དེ་དེ་སུའི་གྲས་ཀྱིས་མྱོང་རུ་མྱོང་རུ་གཏོང་ཡ་དང་མྱོང་རུ་གཏོང་ཡ་གི་ཐབས་ཤེས་བྱེད་ཀྱི་ཡོད་རེད། དེ་སྔ་སུ་ཧ་གོ་གོ་གལ་ཆེན་པོ་ཞུ་རུ། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། དེ་སུས་སྤྲད་དེ་བོད་པའི་སྤྱི་ཚོགས་ཀྱི་ཧ་གོ་གོ་དེ་གལ་ཆེན་པོ་ཞུ་གི་རེད། ནང་གི་སྤུ་གུ་སྡུག་ཅག་ཅིག་གིས་ཨ་ཕ་གི་རྒྱུ་མཚན་ཁས་ཀྱིས་ནས་ནང་དུ་དུམ་བུ་གཏོང་དགོས་ན། དུམ་བུ་གཏོང་མ་བཅུག་ཡག་གི་འགན་དེ་ནང་མི་ཚང་མ་ལ་ཡོད་རོགས་བུ་ཕྲུག་གཞན་པ་དེ་སུ་ལ་ཡང་འགན་ཡོད་རོགས། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་བོད་རྒྱ་ཆེའི་མི་མང་གི་འགན་ཁས་དགོས་བ་དེ་གལ་ཆེན་པོ་ཞུ་གི་རེད་དེ་མི་གཅིག་གཉིས་ཅིག་གིས་གཏོང་ཐུབ་ཡག་གི་མ་རེད། བོད་དུ་དོན་པོ་གཏོང་དགོས་ན། བོད་པ་སྤྱི་ཡོངས་ཀྱི་འགན་འཁྱེར་བ་ནི་མི་གཅིག་གཉིས་ཤིག་གིས་ག་གེ་བྱེད་ཐུབ་ཀྱི་མ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། དེ་འདྲ་ཡིན་པའི་རྒྱུ་མཚན་གྱིས། ང་ཚོ་བུ་ཕྲུག་ཡག་པོ་ཅིག་བྱེད་ཡག་ཡིན་ན་ནང་གི་ཨ་ཕ་དེ་བློ་བདེ་བོ་བྱས་ནས་བཞུགས་ཐུབ་ཡག་ཅིག་དང་ནང་དེ་ཁ་རུག་རུག་ཁ་སྤུ་ཤེབ་ཤེབ་རྡོག་རྩ་གཅིག་སྒྲིལ་བྱས་ནས་གནས་ཡག་ཅིག་ལ་འབད་བརྩོན་བྱེད་ཐུབ་པ་ཡིན་ན་ཁྱོད་རང་ཨ་ཕ་གི་དྲིན་ལན་དེ་རེད། ནང་ལ་བྱེད་བྱེད་ཡང་དེ་ག་རང་ཆགས་འདུག་ཡོད་རེད། དེ་འདྲའི་མི་རྒྱུ་མཚན་གྱིས། མི་རེ་ཟུང་གིས་དེ་འདྲ་བྱེད་བྱེད་ནས་དཀར་ནག་གོ་ལྡོག་གི་སྐད་ཆ་བཤད་ཀྱི་ཡོད་ན་དེ་སོགས་ལ། ག་རེ་ལབ་དགོས་རེད། དཀར་ནག་བསད་གྲོལ་དགོས་ཡ་དང། དེ་སོགས་ཀྱི་མགོ་སྐུ་བློ་འཁྲུལ་བོ་ལ་མ་ཚུད་པའི་བྱེད་བྱེད་ནས་བོད་པ་དེ་མུ་མཐུད་རྡོག་རྩ་གཅིག་སྒྲིལ་གནས་དགོས་ཡ་དེ། ད་ང་ཚོ་ཚང་མ་ལ་འགན་ཡོད་རེད་དྲན་གྱི་འདུག། སྔོན་མ་ནུབ་ཕྱོགས་ཀྱི་རྩོམ་པ་པོ་གཅིག་གིས་ལབ་ཡོད་རེད་སྤྱི་ཚོགས་གཅིག་གི་ནང་ལོགས་ལ་མི་སྡུག་ཅག་གཅིག་གིས་སྡུག་ཅག་བྱེད་ཐུབ་ཀྱི་ཡོད་ན་དེ་མི་སྡུག་ཅག་གཅིག་པོ་དེ་གི་ནོར་འཁྲུལ་མ་རེད། དེའི་ནོར་འཁྲུལ་དེ་སྤྱི་ཚོགས་ནང་གི་མི་ཡག་དེ་ཚོ་གི་ནོར་འཁྲུལ་ཡིན་རེད། ག་རེ་བྱེད་ལབ་ན་མི་སྡུག་ཅག་དེ་གིས་སྡུག་ཅག་བྱེད་པའི་སྐབས་ལ་མི་ཡག་དེ་ཚོ་ཁ་མ་གྲགས་བྱེད་བྱེད་ནས། བདག་པོ་མ་བརྒྱབ་ནས་བཞག་བཞག་དུས་སྤྱི་ཚོགས་ལ་འགན་མ་འཁུར་ཏེ་བརྩམས་པ་ལ་ཨ་ནི་མི་སྡུག་ཅག་དེ་ལ་སྡུག་ཅག་བྱེད་ས་གི་འཁོར་ཡུག་ཉེས་ཀྱི་ཡོད་རེད་ལབ་ཡོད་རེད་བ། དེ་ནང་བཞིན་གྱི། སྤྱི་ཚོགས་ནང་ལ་མི་རེ་ཟུང་གིས་རྡོག་རྩ་གཅིག་སྒྲིལ་གཏོར་ཡག་དང། དེ་ག་ནང་གི་མ་ཉེས་ཁ་ཡོག་བྱེད་ཀྱི་ཡོད་ན་དཀར་ནག་གོ་ལྡོག་བྱེད་ཀྱི་ཡོད་ན་དེ་སོགས་ཀྱི་རྗེས་ལ་མ་འགྲོ་བ་བྱེད་ཀྱི་ནི་སྤྱི་ཚོགས་ཁོ་རང་གཟུར་བོར་གནས་དགོས་པ་རྣམ་དཔྱོད་ལྡན་པ་དགོས་པ་དེ་དེ་སྤྱི་ཚོགས་སྤྱི་ཡོངས་ཀྱི་འགན་རེད་དེ་མི་གཅིག་གཉིས་བཅས་ཀྱི་ནོར་འཁྲུལ་མ་རེད་དེ་ངས་བཅས་ཞུ་བ་ཡིན། ད་སྤྱིར་བཏང་བྱས་པ་ཡིན་ན། རྒྱལ་བ་རིན་པོ་ཆེ་དང། ང་ཚོས་པར་རོ་ཀའི་འགྲེལ་བ་འདྲ་བོ་དེ་བསམ་བློ་གཏོང་བ་ཡིན་ན། རྒྱལ་བ་རིན་པོ་ཆེ་དེ་ཆོས་ལ་དད་པ་ཡོང་ཉེན་ཅིག་གི་ངོས་ནས་བསམ་བློ་གཏོང་ན་རྩ་བའི་བླ་མ་དང་ཙོག་གི་ནོར་བུ་རེད། ཆོས་ལ་དད་པ་མེད་པ་ཡིན་ན་ཁ་བ་གངས་ཅན་པ་ལ་ལ་རྒྱ་དང་ཞེན་ཁོག་ཡོང་ཉེན་ཅིག་བསམ་བློ་གཏོང་ན། རྒྱལ་བ་ཡིད་བཞིན་ནོར་བུ་དེ། ང་ཚོ་ཚང་མ་གིས་ནམ་རྒྱུན་བཤད་བ་ནང་བཞིན་དངོས་གནས་ཀྱི་ཁ་ཡི། ཁ་ཡི་བཤད་བ་ནང་བཞིན་གྱི་ལག་ལེན་བསྟར་གྱི་ཡོད་ན། ད་ཁོག་པའི་སྙིང་ལ་ཨེ་བཏང། མགོ་ཡི་མིག་འདྲ་བོ་ཅིག་ཆགས་ཏེ་ཡོད་རེད་ད་ང་ཚོ་དེ་དངོས་གནས་ཁ་ནས་བཤད་བ་ཙམ་མ་ཡིན་པར་ལག་ལེན་གྱི་ནང་ལོག་ལ་དགོས་ཀྱི་རེད་ད་དེ་ང་ཚོ་ཉིན་གཅིག་མི་གཉིས་དགོས་ཀྱི་རེད། དེ་འདྲ་གི་རྒྱལ་བ་རིན་པོ་ཆེ་ལ་སེམས་སྟེང་ནས་བརྩེ་བ་ཡོད་ན་སོ་སོའི་ཨ་ཕ་དེ་ལ་དེ་འདྲ་གི་ཡིད་ཆེས་ཅིག་ཡོད་ན་བརྩེ་བ་ཅིག་ཡོད་ན། ཨ་ཕ་དང་བསམ་ཚུལ་མ་མཐུན་བ་བྱུང་བ་ཡིན་ན་ལས་ཨ་ཕ་དང་བུ་ཕྲུག་ཁ་བྲལ་འགྲོ་ཡག་གི་ཉེན་ཁ་ཡོད་མ་རེད། རྩ་བ་གཉིས་ནས་ཡོད་མ་རེད་ངས་དཔེ་ཅིག་ཞུ་གོ། རང་བཙན་གཙོ་གཉེར་ཚོགས་ཀྱི་རང་བཙན་གྱི་དམིགས་ཡུལ་ཟེར་ན་དེ་རྒྱལ་བ་རིན་པོ་ཆེ་གི་དབུ་མའི་ལམ་དང་མཐུན་གྱི་མེད་པ་ཡིན་ན་ལས་རྒྱལ་བ་རིན་པོ་ཆེ་དང་ང་ཚོ་དཔའ་རོགས་ཀྱི་དད་པ་དམ་ཚིག་ལབ་གི་ཡོད་ན་ང་ཚོ་དཔའ་རོགས་ཀྱི་ཡིད་ཆེས་དང་བརྩེ་བ་དེ་སུ་གང་གིས་གཏོར་བཤིག་གཏོང་མ་ཐུབ་ཡོད་ཅེས་ལ་ངས་ངོས་འཛིན་ཞུ་གི་ཡོད་སེམས་སྟེང་ནས་རང་བཙན་བསམ་ཉིན་དང་སེམས་སྟེང་ནས་བོད་གངས་ཅན་པ་ལ་ཡག་པོ་ཅིག་ཆགས་རོགས་བྱེད་ནི་བསམ་ཉིན་དེ་ཚོ་ཚང་མ་ལ་རྒྱལ་བ་རིན་པོ་ཆེ་དགོས་ཀྱི་ཡོད་རེད་ངས་ཁ་བཙུམ་ཞུས་ཡིན་བཀའ་མོལ་དེ་ལ་དེ་རིང་གཅིག་པོ་མ་རེད། བོད་ནང་ལ་གཞིས་ལུས་རྒྱ་ཆེའི་མི་མང་གིས་ཕྱི་སྒོ་བརྒྱབ་ནས་ཕྱིར་འགྲོ་དུས་ཡང་རེ་སྒུག་བྱས་བསྡད་དེ་རྒྱ་ཡ་ཡིན་ནའོ་བོད་ལ་ཆིབས་སྒྱུར་བྱུང་བ་ཡང་དེ་རེད། སོ་སོ་ཕྱིར་འགྲོ་བའི་སྐབས་ལ་ཡང་རེ་སྒུག་བྱས་བྱས་ནས་ཕྱི་སྒོ་བརྒྱག་ཡ་དེ་རྒྱ་ཡ་ཡིན་ནའོ་གཞན་གྱིས་གསང་ཐུབ་ཡ་དེ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ཤི་གསོན་དཔའ་རོགས་ཀྱིས་ང་ཚོ་གི་ལ་རྒྱ་ལ་བསམ་བློ་གཏོང་ན་རྒྱ་བ་རིན་པོ་ཆེ་ལ་བརྩི་བཀུར་དགོས་ཡ་དེ་གལ་ཆེན་པོ་ཞི་བོ་རེད་དད་པ་ཡོད་མེད་ཀྱི་སྐད་ཆ་མ་རེད་དེ། དེ་ང་རང་ངོས་ནས་གལ་ཆེན་པོ་ཞི་བོ་ཅིག་བརྩི་གི་ཡོད། དབུ་མའི་ལམ་དང་རང་བཙན་གྱི་དཔའ་རོགས་ལ་ལྟ་བ་མཐུན་གྱི་མེད་པ་ཡིན་ན་ལ་རྒྱ་བ་རིན་པོ་ཆེ་དང་ང་ཚོ་དཔའ་རོགས་ལ། དེ་རྒྱ་བ་རིན་པོ་ཆེ་ལ་ངོ་ལོག་འགྲོ་གི་མ་རེད་རང་བཙན་བརྩད་ཡ་དེ་རྒྱ་བ་རིན་པོ་ཆེ་ལ་ངོ་རྒོལ་མ་དང་རང་བཙན་བརྩད་ཡ་དེ་རྒྱ་ནག་ལ་ངོ་རྒོལ་རེད་དེ་དེ་འདྲ་གི་བསམ་བློ་གཏོང་ཉེན་དེ་སོགས་ཧ་གོ་དགོས་རེད་ངས་དཔེ་མཚོན་གཅིག་ཤོད་དེ་འདི་འཇོག་འགྲིག་རྒྱ་ཡག་གི་རང་བཙན་འཐབ་རྩོད་གི་ནོར་ལོག་ལ་ང་ཚོ་དང་དགྲ་བོ་གི་གནས་སྟངས་བྱུང་བ་རེད་རྣམ་པ་ཚོས་རྒྱ་ཡག་གི་ལོ་རྒྱུས་ཀློག་བ་ཡིན་ན་རྒྱ་ཡག་གི་རང་བཙན་འཐབ་རྩོད་གི་ནོར་ལོག་ལ་སྔོན་མ། གཅིག་སྟོང་དགུ་བརྒྱ་སུམ་ཅུ་བར་དུ་རྒྱ་གར་གྱི་འཐབ་རྩོད་ཁོར་ཡུག་ནང་ལོགས་ལ་ཀོང་རེས་ཁོར་ཡུག་ནང་ལོགས་ལ་རང་བཙན་བཙན་གཉིས་དང་དབུ་མ་བཙན་གཉིས་ཤོག་ཁག་གཉིས་ཡོད་རེད། རང་སྲིད་རང་སྐྱོང་བཙན་གཉིས་དང་རང་བཙན་གཙོ་ཁག་གི་ཤོག་ཁག་གཉིས་ཡོད་རེད་ཞི་བ་དང་དྲག་པོ་གི་ཤོག་ཁག་ཡོད་རེད། དཔེ་ཆ་བཞག་པ་ཡིན་ན་རྒྱ་གར་གྱི་རང་བཙན་འཐབ་རྩོད་ཀྱི་ནང་ལོགས་ལ་གཅིག་སྟོང་དགུ་བརྒྱ།

རྒྱ་གར་གྱི་ཀོང་རེ་སི་གི་ཚོགས་པ་དེ་ལ་ཞི་འཇམ་རིང་ལུགས་སུ་ལབ་དགོས་རེད་ཞི་འཇམ་རིང་ལུགས་ལབ་དུས་ཙམ་པ་ལ་དབྱིན་ཇི་གཞུང་ལ་སྙན་ཞུ་འདྲ་ཕུལ་སྲིད་ཇུས་ཡག་པོ་བྱེད་ཡོང་ཡ་གཅིག་འདྲ་མཉམ་གྱི་ལྟ་སྟངས་ཀྱི་ར་གཅིག་པུ་མ་གཏོགས་རྒྱལ་ཁབ་རང་བཙན་རྩོད་ཡག་གི་དམིགས་ཡུལ་དེ་འདྲ་ཡོད་མ་རེད་དྲག་པོ་བྱེད་ཡག་གི་དམིགས་ཡུལ་ཡོད་མ་རེད་རྒྱ་གར་ཀོང་རེ་སི་དེ་དེ་ལ་ཞི་འཇམ་རིང་ལུགས་སུ་ལབ་དགོས་རེད་བ། ད་དེ་ནས་ག་རེ་བྱུང་བ་རེད་ལམ་གཅིག་སྟོང་བརྒྱད་བརྒྱ་བརྒྱ་བཅུ་བྱ་བགྱིས་ནས།

ཨ་ནི་རྒྱ་གར་གྱི་བང་གཱལ་ཤར་ཕྱོགས་དེ་ཁ་ཆེ་ཡིན་པ་དང་ནུབ་ཕྱོགས་ཀྱི་ཕྱོགས་དེ་ཧིན་དུའི་དག་ད་དེ་སོགས་ཡིན་དུས་བཙན་པ་ལ་ཁ་ཆེ་དང་ཧིན་དུའི་དཔའ་རོ་ལ་དཀྲུགས་ཤིང་རྒྱག་དང་རྒྱ་གར་གྱི་སྟོབས་ཤུགས་དེ་མ་ཉམས་མེད་གཏོང་བ་བྱེད་དུས་ཨ་ནི་དབྱིན་ཇི་གིས་བང་གཱལ་མངའ་སྡེ་དེ་དུམ་བུ་སྟོང་བ་སོང་ཙང་ཨ་ནི་ཀོང་རེ་སི་ནང་ལོགས་ལ་དབྱིན་ཇི་ལ་མ་དགའ་བ་བྱེད་ཉིན་དེ་མང་རུ་ཕྱིན་དུས་བཙན་པ་ལ། དབྱིན་ཇིའི་ནང་ལོ་ལ་གཅིག་སྟོང་དགུ་བརྒྱ་བཅུ་མིག་ལྔ་ལ་དྲག་པོ་བྱེད་མཁན་ལམ་རྙིང་ཤོག་ཁག་ཅིག་བྱུང་བ་རེད། དྲག་པོ་བྱེད་མཁན་ལམ་རྙིང་ཤོག་ཁག་བྱུང་དུས་བརྩམས་པ་ལ། དགོངས་དག་ཀོང་རེ་སི་ནང་ལོ་ལ། ཀོང་རེ་སི་ནང་ལོ་ལ། དྲག་པོ་བྱེད་མཁན་གྱི་ཤོག་ཁག་ཅིག་གཅིག་སྟོང་དགུ་བརྒྱ་བཅུ་མིག་ལྔ་ལ་བྱུང་དུས་བརྩམས་པ་ལ་གཅིག་སྟོང་དགུ་བརྒྱ་བཅུ་མིག་ལྔ་ལ་ཀོང་རེ་སི་དེ་དུམ་བུ་གཉིས་ཕྱིན་པ་རེད། དྲག་པོ་གྱི་ཤོག་ཁག་ཅིག་གསར་བ་བཙུགས་ཀོང་རེ་སི་ནི་ལོགས་སུ་དོང་ཕྱིན་པར་བ། དེའི་བརྒྱུད་རིམ་ནང་ནས་ནི་མར་འགྲོ་དུས་ཙམ་པ་ལ་ག་ལེ་ག་ལེ་སུ་བ་ཞིག་ཀྱང་ད་བོ་སའི་ཀོང་རེ་སི་ནས་དོན་གྱིས་ནི་ཁོ་རང་ཁོ་རང་གི་རྒྱལ་ཁབ་ཀྱི་རང་དབང་གི་དམག་དཔུང་བཙུགས་ཀྱིས་ནི་གནས་ཚུལ་དེ་འདྲ་བྱུང་ཡོད་རེད། གནས་ཚུལ་དེ་འདྲ་གི་བརྒྱུད་རིམ་ནང་ལོགས་ལ་ང་ཚོ་དང་འབྲེལ་བ་ཡོད་རྒྱུ་གཅིག་ག་རེ་བྱུང་ཡོད་ཟེར་ན། ང་ཚོ་དང་རྒྱལ་བ་རིན་པོ་ཆེ་གི་གནས་ཚུལ་ལས་བྱུང་བ་འདྲ་བོ་གཅིག་ག་རེ་བྱུང་ཡོད་ཟེར་ན། གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་རྩ་བཞི་ལ། དབྱིན་ཇི་སྲིད་གཞུང་གིས་རྒྱ་གར་ལ་ག་རེ་ལབ་པ་རེད་ཟེར་ན་རྒྱ་གར་ཁྱི་རོང་ཚོ་རྒྱ་གར་གྱི་དེའི་སྔོན་ནས་ང་ཚོར་རྩ་ཁྲེམ་བཟོ་དགོས་ཀྱི་ཡོད་ལབ་གི་ཡོད་རེད། རྒྱ་གར་ཁོ་རང་གི་རྩ་ཁྲེམ་གྱི་དེ་ལབ་དུས་བརྩམས་པ་ལ་དབྱིན་ཇི་གིས་ག་རེ་མཐོང་ཆུང་བྱེད་གི་ཡོད་རེད་ཟེར་ན་རྒྱ་གར་ནང་ལོགས་ལ་འཁྱམ་གི་ཡོད་མ་རེད་ད་ཀོང་རེ་སི་ནང་ལོགས་ལའི་ཁོ་མ་མཐུན་མ་ཡོད་རེད་ཨེ་ནི་ཀོང་རེ་སི་མ་ཡིན་པའི་ཚོགས་པ་གཞན་དག་ཡོད་དུས་རྒྱ་གར་ཁོ་རང་རྡོག་རྩ་གཅིག་སྒྲིལ་མེད་སྦྱོར་གྱི་མཐོང་གི་ཡོད་དུས་རྒྱ་གར་ཁོ་རང་ལ་རྒྱལ་ཁབ་ཀྱི་རྩ་ཁྲེམ་བཟོ་ཡག་གི་ནུས་པ་ཡོད་མ་རེད་དྲན་གི་རེད་དབྱིན་ཇི་གིས་དེ་ཡིན་དུས་བརྩམས་པ་ལ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་རྩ་བརྒྱད་དེ་བ་ལ་དབྱིན་ཇི་སྲིད་གཞུང་གིས། དགོངས་དག། གཅིག་སྟོང་དགུ་བརྒྱ་ཉི་ཤུ་རྩ་བདུན་རྩ་བརྒྱད་ལ་དབྱིན་ཇི་སྲིད་གཞུང་གི་རྒྱ་ལ་ག་རེ་ལབ་པ་རེད་ཟེར་ན། ཁྱེད་རང་ཚོ་རྩ་འགྲེམས་ཀྱི་ཟུར་ཤོག་ལ་ད་ཁོང་ཚོ་གི་རྩ་འགྲེམས་བཟོ་གི་ནུས་པ་མེད་འགྱོ་རྩི་གི་ཡོད་རེད། དེ་འདྲའི་ལབ་དུས་རྩམ་པ་ལ། རྒྱ་གར་གི་དད་དུས་ཀྱི་ད། འགོ་ཁྲིད་གལ་ཆེ་གྲས་རྒྱ་བྷ་ལ་ནེ་རོ་གི་ཨ་པ།

ཡིན་ན་ལས་ཆབ་སྲིད་ཀྱི་གནད་དོན་གྱི་ཆ་ནས་མ་མཐུན་དུས་ཨ་ཕ་གི་སྲིད་ཇུས་དེ་བུ་ཡིས་ཁས་ལེན་བྱེད་མ་ཐུབ་དང་ཁས་ལེན་བྱེད་ཐུབ་མི་འདུག་ལབ་ནས་རྒྱ་གར་རྒྱལ་ཡོངས་ལ་ལས་འགུལ་སྤེལ་བ་རེད། ཁས་ལེན་བྱེད་ཐུབ་མི་འདུག་ལབ་བྱས་ནས་རྒྱ་གར་དབྱིན་ཇི་བོད་ལ་དལ་གྱི་རྩ་འགྲེམས་ལ་མི་མཐུན་མིན་ལབ་བྱས་ནས་ལས་འགུལ་སྤེལ་ཡོང་བའི་སྐབས་ལ། མཐའ་མ་དེ་ག་རེ་བྱ་བ་ལབ་ན་གཅིག་སྟོང་དགུ་བརྒྱ་སུམ་ཅུ་ཐམ་པ་ལ་ལ་ཧོར་ལ་ད་ཀོང་རེ་སི་གི་ཚོགས་འདུ་སྐད་ར་ཆེ་ཤོས་དེ་ཚོགས་བར་བ། རྒྱ་གར་རྒྱལ་ཡོངས་ཀྱི་ད་མི་རྣམས་འཛོམས་བྱས་ནས་ལ་ཧོར་ལ་ཀོང་རེ་སི་གི་ཚོགས་ཆེན་དེ་སྐབས་ལ་ཨེ་ནས་ཀོང་རེ་སི་དེ་དེ་ནས་བཟུང་སྟེ་རང་བཙན་རང་གིས་བསྐང་ལ་ད། དམིགས་ཡུལ་གཅིག་གྱུར་བྱུང་བ་རེད། དེ་བྱེད་དུས་བརྩམས་པ་ལ་རྒྱ་བྷ་ཧལ་ནེ་རོ་དང་མུར་ཏི་ལ་ནེ་རོ་ཕག་དང་བུ་ཕ་རོག་ལ་སྲིད་ཇུས་མ་མཐུན་བའི་ཆ་ནས་སྲིད་ཇུས་ཀྱི་ཐོག་ནས་འཐབ་རྩོད་ལ་ལམ་ཁ་ལོག་ཁ་ལེན་པ་ཡིན་ད་ལས་ཕག་དང་བུ་ཕ་རོག་ལ་ངོ་རྒོལ་ཆགས་ཡོད་མ་རེད་ངོ་ལོག་ཆགས་ཡོད་མ་རེད་མ་མཐུན་བ་ཆགས་ཡོད་མ་རེད་དེ་འདྲ་ཅིག་ང་ཚོ་རང་བཙན་གཙོ་གཉེར་ཚོགས་ཀྱིས་རྒྱ་བྷ་རིན་པོ་ཆེ་ལ་ཡིད་ཆེས་ཡོད་རེད་རྒྱ་བྷ་རིན་པོ་ཆེ་ཡི་དེ་ནང་བཞིན་གྱི་བློ་རྒྱ་ཅིག་དང་ཨ་ནི་སྤྱི་སྙོམས་ཀྱི་དེ་འདྲ་གི་གཟིགས་པ་ཆེན་པོ་ཅིག་ཡོད་དེ་ལ་ང་ཚོས་ཡིད་ཆེས་བྱེད་ཀྱི་ཡོད་ང་ཚོ་ལ་དེའི་སྐབས་ལ་དོགས་པ་རྩ་བ་ཉིད་ནས་མེད། དེ་བྱེད་དུས་བརྩམས་པ་ལ་ད་བར་གྱི་དེ་ག་རང་འགྲིག་ཟེར།